བྱིས་གསུམ། བྱིས་གསུམ་གྱི་ཡང་དུ་རྗེས་མ་ད་རུང་གཉིས་འདྲ་ཟིག་ཡོད་སོང་དེ་ཡིན་ན་བྱིས་བཅོ་ལྔ། འོ་དེ་འདྲའི་ཟིག་ཐུབ་ད་དེ་རང་མཉམ་དུ་འཛོམས་ནས། དེ་ནས་རྣམ་པ་ཐམས་ཅད་ཀྱི་སོ་སོ་རང་རང་གི། ས་ཕྱོགས་སོ་སོ་ནས་དེ་ནས་འོད་ཟེར་ལ། བྱ་བ་གང་འདྲིས་སྒྲུབ་ཀྱི་ཡོད། དེ་ནས་ལས་ཀ་ག་འདྲིས་ལས་ཀྱི་ཡོད་དེ་ཚོ་ཚང་མ་ང་ཚོ་མཉམ་དུ་འཛོམས་ནས། ཚང་མ་གི་མཉམ་མྱོང་བརྗེ་རེས་བྱེད། དེ་འདྲིས་བྱེད་ནས་དེ་ནས་ད་དཔེ་ཡག་པོ་ཟིག་རེད་སོང། དེ་ནས་དེ་མ་འོངས་པ་ལ་ཡིན་ན་ད་ང་ཚོ་མུ་མཐུད་ནས་དེ་ནས་ད། བོད་ཟས་འདི་ཡར་རྒྱས་ཡག་པོ་ཟིག་ཨེ་ཡོང་མི་ཡོང་བལྟ་ཡ་དེ་དཔེ་ཧ་ལས་པ་འདི་ནི་ང་ཚོ་ལ་གར་ཆེན་པོ་རེད། དེ་ནི་གར་ཆེན་པོ་ཡིན་པ་དེ་ང་ཚོ་དཔལ་འབྱོར་གྱི་ཐོག་ནས་གར་ཆེན་པོ་ཡིན་པ་དེ་བཤད་མ་དགོས་པ་རེད་རྣམ་པ་ཐམས་ཅད་པོ་དེ་ནི་མཁྱེན་བཞིན་པ་རེད། དེ་ནི་དེ་གཅིག་པོ་མ་ཡིན་པ་ང་ཚོ་རིག་གནས་ཀྱི་ཐོག་ནས་དེ་ནི་ཡང་ཧ་ཅང་གི་དེ་ནི་ད་གར་ཆེན་པོ་རེད། དེ་ང་ཚོའི་ད་དཔེར་ན་ཕྱི་རྒྱལ་ར་བཟི་ཡིན་ན་འདྲ་གི་ཀྲུང་གོ་རྒྱལ་ཁབ་ཀྱི་ནང་ལ་ཡིན་ན་རེད་གྲོང་ཁྱེར་ཆེན་པོ་ཚོ་ནང་ལ་འགྲོ་ན་དེ་ནས་ས་ཆ་གང་ས་གང་ལ་ཡིན་ནའང་མི་རིགས་རང་རང་རང་རང་གི་ཟས་ཁང་དུ་ད་ག་ས་ག་བ་ལ་དེ་ནས་ད་ཁྱབ་བསྡད་ཡོད་ཀྱི་དེ་འདྲས་ཟིག་རེད་ཡིན་ནའང་དེ་ནས་ང་ཚོའི་བོད་ཀྱི་ཟ་ཁང་ཟེར་གྱི་ཟིག་ཡོད་ནི་མ་རེད་རེད། ད་ང་ཚོ་དཔེར་ན་རྒྱ་ནག་གི་གྲོང་ཁྱེར་གཙོ་བོ་ནང་ལ་འགྲོ་ན་ཡང་དེ་ད་ཁྲི་འདོན་འདྲ་ད་གཟི་གླིང་འདྲ་ད་དེ་ཚོ་ནང་ལ་དེ་དེ་ཟི་དེ་ཟི་མ་གཏོགས་པ་གཞན་པ་ལ་དེ་ནི་དེ་དེ་ནི་ཡོད་ནི་མ་རེད་དེ་འདྲ་བ་ཟི་གི་ཕྱི་རྒྱལ་ལ་དེ་འགྲོ་ན་ཡང་ཕྱི་རྒྱལ་གི་ནང་ལ་དེ་ནི་བོད་པ་མང་པོ་ཡོད་འདི་ནི་དེ་ཚང་མ་འདུས་སྡོད་བྱས་ནས་བསྡད་ཡོད་ས། གྲོང་ཁྱེར་རེ་རེ་གི་ནང་ལ་དེ་ནི་བོད་པ་དེ་ནི་སྟོང་ཕྲག་བཞི་ལྔ་དྲུག་བདུན་དེ་འདྲའི་འདུས་ཡོད་ས་གི་ཕྱི་རྒྱལ་གི་གྲོང་ཁྱེར་མང་པོ་ཡོད་རེད། ཡིན་ནའང་ལྟ་བུ་དེའི་ནང་ལ་དེ་ནི་ང་ཚོ་བོད་ད་སྒོ་ལ་སྒོ་ཀི་ཟེ་ཁང་ཟེ་ནས་དེ་ནི་སྒོ་བཤང་བརྒྱབ་ནས་དེ་ནི་བཞག་བཞག་གོ་ས་གི་དེ་ནི་དེ་དཔེ་ཧ་ཅང་གི་དེ་ནི་དཀོན་པོ་རེད་གཅིག་རེད་གཉིས་རེད་འདྲ་མ་གཏོགས་པ་དེ་ནི་ལྟ་བུ་ད་རིག་གི་མི་འདུག་དེ་འདྲའི་ཟིག་རེད་གནས་ཚུལ་དེ་དེ་འདྲའི་ཟིག་རེད་ཡིན་ནའང་གནས་ཚུལ་དེ་དེ་བརྒྱབ་ལ་ད་ང་ཚོ་བོད་དེ་བོད་ཀི་ཟ་མ་ཟེ་གྱི་དེ་ནི་ཡང་དཔེ་ཧ་ཅང་གི་དེ་ནི་ཟབ་སྟོང་གི་རིག་གནས་དེ་ཕུན་སུམ་ཚོགས་པ་དེ་གི་ད་དེ་འདྲའི་ཟིག་དེ་ནི་ད་ཡོད་པ་དེ་དག་ཚང་མ་གི་དེ་ནི་མཁྱེན་བཞིན་པ་དེ་རེད་དེ་ནི་གལ་ཏེ་ང་ཚོ་ལ་མེད་ན་ནི་དེ་ཡང་ཅིག་ཐབས་ཤེས་མི་འདུག་རེད་དེ་མེད་ན་ཐབས་ཤེས་མི་འདུག་ད་དེ་ནི་ཡོད་ཡོད་ཡོད་རེད་ཡིན་ནའང་དེ་ནི་དེ་གི་སོ་སོ་གི་དེ་ནི་ད་བདག་པོ་མ་རྒྱུད་ད་ང་ཚོ་ད་ལྟ་བཟའ་བཏུང་གཅིག་པོ་མ་རེད་ད་ཚང་མ་མང་པོ་ཟིག་ད་དེ་འདྲའི་རིན་འགྲོག་འདུག་བ་ཡོད་ཡོད་མཁན་དེ་ནི་དེ་གི་ཧ་ལས་པ་གི་རྒྱ་ཆེན་པོ་གཏང་ཟབ་པོ་དེ་འདྲའི་ཟིག་ཡོད་མཁན་ཡོད་ཀྱི་དུ་དེ་ནི་དེ་གི་སོ་སོ་གི་དེ་ནི་དེ་གི་ད་བདག་པོ་མ་རྒྱུད། གར་སྟེགས་བདག་པོ་ཟེ་བརྒྱབ་ན་བདག་པོ་བརྒྱབ་དགོས་ཟེར་ནས་ཚང་མ་སྐད་ཆ་བཤད་ཚོགས་འདུ་འཚོགས་ནས་དེ་ནས་སྒྲོག་ལམ་བྱས་ནས་ཁི་ཙིར་ཀི་རི་རུ་བྱས་ནས་ཁི་ཙིར་ནམ་མཁའ་ལ་བཤར་གྱི་དེ་འདྲ་མ་གཏོགས་པ་དོན་གྱི་ཐོག་ལ་ལས་ཀ་ལེན་མཁན་དེ་འདྲས་མེད། ད་དེ་འདྲས་རེད་ཡོང་དུས་དེ་ནས་ད་ཅིག་ཡོང་ན་མེད་ན་དེ་ནས་ཅིག་ཅིག་པ་འདྲ་བོ་དེ་འདྲས་རེད་འགྲོ་གི་འདུག་གི་རེད་དེ་མིར་ད་ལྟ་དེའི་གནས་སྐབས་དེ་དེ་འགྲིག་ཟིག་རེད། དེ་ནས་ད་ད་ལྟའི་གནས་སྐབས་འདི་ལ་ཡང་གཞན་པ་ཞིག་གི་ཐོག་ནས་བཤད་ན་དེ་གི་ཀ་རེ་ཟིན་ན་དཔེར་ན་རྒྱ་གི་ཟ་མ་འདྲ་ཡིན་ན་དེ་ནས་དེ་གི་ད་ད་ལྟ་ཧ་ཅང་གི་འཛམ་བུ་གླིང་གི་ཐོག་ལ་དེ་ནས་ཁྱབ་རྒྱ་ཧ་ཅང་གི་དེ་ནས་ཆེན་པོ་རེད། བྲོ་བ་ཡང་དེ་ནས་ཡག་པོ་རེད། དེ་ནས་འཛམ་གླིང་གི་ཐོག་ལ་སྐད་གྲགས་ཡང་དེ་ནས་ཆེན་པོ་རེད། དེ་འདྲའི་རེད་ད་ཡིན་ན་ཡང་དེ་ནས་ཡང་གནད་དོན་གང་དེ་ནས་ཡོང་གི་ཡོད་རེད་ཟེར་ནས་ཡིན་ན་ཡང་ཟ་མ་གི་རྒྱུ་ཆ་གི་དེ་གི་ཐོག་ལ་ཡང་མང་པོ་ཟིག་གི་དེ་ནས་གནད་དོན་མང་པོ་ཡོང་གི་ཡོད་རྒྱ་ད། དེ་ནས་བདེ་ཐང་གི་ཐོག་ལ་དེ་ནས་གནད་དོན་མང་པོ་ཡོང་གི་ཡོད་ད་ལྟའི་ནམ་རྒྱུན་དེ་གི་ད་ཀྲུང་གོ་རྒྱལ་ཁབ་གི་ནི་དེ་ནས་གཞུང་ཕྱོགས་གི་དཀྲོག་གཞུང་གི་ཕྱོགས་ནས་དེ་ནས་ད་ནམ་རྒྱུན་ཕར་ཆེར་ཟླ་བ་གསུམ་པ་གི་ཚེས་ཧྥ་བཅོ་ལྔ་ཡིན་འོད་སྲུང་གི་དུས་ཉི་མ་གཅིག་གི་ནང་ལ་དེ་ནས་དེ་གི་ད་མར་དེ་ནས་ཟ་མ་དེ་ཚ་དྭངས་མ་ལྡུང་མཁན་ནང་ལ་དེ་ནས་དུག་ཡོང་མཁན་དེ་ནས་ལུས་པོ་ལ་གནོད་མཁན་དེ་ཚོ་ཁྱབ་བསྒྲགས་བྱས་ནས་ལོ་རེ་ལོ་རེ་ལོ་རེ་དེ་འདྲའི་ཁྱབ་བསྒྲགས་བྱེད་གི་ཡོད་ད་ལོ་ཡང་ཁྱབ་བསྒྲགས་མང་པོ་བྱས་སོང་བ་རེད་དེ་འདྲའི་ཟིག་རེད། དེ་ནས་མི་ཚོགས་ཀུན་དུ་དེ་ནི་དག་ད་བཟའ་མ། ཡག་པོ་ཟི་བཟའ་དགོས་ན་ཡང་བཟའ་གྱི་མ་རག་དེ་ནི་དག་སེམས་བདེ་མོ་ངང་ནས་བཟའ་དགོས་ན་ཡང་བཟའ་གྱི་མ་རག། དེ་ནི་ལུས་པོ་ལ་དེ་ནི་བདེ་ཐང་གི་དུས་ནས་བཟའ་མ་ཟི་བཟའ་དགོས་ན་བཟའ་གྱི་མ་རྙེད། དེ་འདྲའི་གཟུགས་ཀྱི་དུས་སྐབས་ལ། ད་ང་ཚོ་དེ་ནི་འོག་གི་བཟའ་མ་དུ། ཡར་དེ་ནི་དག་ད་རི་ཡར་ཡར་ཡར་ཡར་རིན་གྱིས་དེ་ནི་དག་དར་རྒྱས་ལ། དེ་ནི་འགྲོ་ཀྱི། མགོ་རྩོམ་གྱི་ཡོང་འདྲི་དག། དེ་འདྲའི་གཟུགས་ཀྱི་སྐབས་ལ་དེ་ནས་བོད་ཀྱི་གཟའ་མ་དང་དེ་ནས་དང་ཡག་པོ་ཟུར་དེ་ནས་འགྲོ་ཐུབ་སོང་ན། དེ་ག་ད་གོ་སྐབས་ད་རེས་གོང་ལ་རྣམ་པ་གསལ་བོ་དེ་ནས་ཁྲོམ་ར་གི་ལོ་རྒྱུས་དང་བཤད་སོང་བ་ཁྲོམ་ར་དེ་དཔེ་ཧ་ལས་པ་དེ་ནས་དང་ད་ལྟ་ཡིན་ན་དེ་ནས་ཡག་པོ་འདུག་དེ་ག་རེས་གོ་སྐབས་ཡང་ཡག་པོ་འདུག་ཁྲོམ་ར་ཡང་དེ་ནས་ཡག་པོ་འདུག་དེ་དངོས་གནས་དྲང་ནས་འདུག། དེ་ག་འདྲའི་ཟིག་གི་ཧ་གོ་འདུག་ཟེར་ན་ད་ལྟ་ང་ཚོ་བོད་ཀྱི་དེ་ནས་ན་གཞོན་གཅིག་རེ་གཉིས་རེ་གི་དེ་ད་ང་ཚོ་ཕྱིར་དེ་ནས་སློབ་གྲྭ་ཆེན་མོ་ལ་འགྲོ་ནས་དེ་ནས་ཕ་ཡུལ་ལ་ཡོང་ནས་དེ་ནས་བཟའ་བཏུང་ཡིན་ན་རེ་དེ་སོག་གི་ཐོག་ལ་དེ་ནས་ཅིག་ལས་ཀ་ཅུང་ཟད་ཅུང་ཟད་ཕྲ་བོ་ཕྲ་བོ་དེ་ནས་དེ་ལས་འདུག་བ་ལས་ཀ་ཆེན་པོ་ལས་མཁན་ད་རུང་མི་འདུག་ད་ཡིན་ནའང་ཆུང་ཆུང་དེ་ནས་དེ་ད་ལས་མཁན་དེ་འདྲས་འདུག། དེ་ཚོའི་སྐོར་དེ་ལ་དེ་ནི་དགའ་བསུ་དཔེ་ཡག་པོ་ཐོབ་གི་འདུག་དེ་ནི་མར་རྒྱ་ནག་ལ་མར་དེ་ནི་དག་བཙོང་ན་དེ་ནི་བཟའ་བཏུང་གི་སྐོར་དེ་ཚོ་དེ་ནི་ད་བཟའ་བ་ཡིན་ན་བཏུང་བ་ཡིན་ན་དེ་ཚོའི་སྐོར་དེ་ཚོ་མར་རྒྱ་ནག་ལ་དེ་ནི་དག་བཙོང་དུས་ད་ཚང་མ་གི་དེ་ནི་དཔེ་ཧ་ལས་པ་གི་དེ་ནི་དགའ་བསུ་ཡག་པོ་དེ་ནི་དག་བྱེད་གི་འདུག་རེད་དགའ་བསུ་བྱེད་གི་འདུག་ཡིན་ནའང་དེ་ནི་དག་ད་དགའ་བསུ་བྱས་ན།

དག་མོ་ཞེས་ནི་གོམ་པ་ཆུང་ཆུང་ཆུང་ཆུང་པོ་ནས་འགྲོ་ཡ། དེ་ང་ཚོ་གི་མང་ངག་གར་ཆེ་ཤོས་དེ་དེ་རེད་དེ་གོམ་པ་ཆུང་ཆུང་པོ་ཡ་དེ་གར་ཆེན་པོ་རེད་མ་གཏོགས་པ་གོམ་པ་ཆེན་པོ་ཕོག་ནས་ཉི་མ་གཅིག་གི་ནང་ལ་གཅིག་རྒྱ་ཆེན་པོ་བཟོ་དགོས་རྒྱུ། ཡང་ན་ལོ་གཅིག་གི་ནང་ལ་ང་ཚོས་རྒྱ་ཆེན་པོ་བཟོ་དགོས་ཡ་འདྲ་བོ་དེ་འདྲའི་གི་དེ་ནས་བསམ་བློ་བཏང་ན། དེ་ནས་དེ་གི་ད་ང་ཚོ་བོད་གི་ཟ་མ་དེ་ཡང་གཞན་པ་ཚོ་གི་ཟ་མ་དང་འདྲ་པོ་མ་གཏོགས་པ་གཞན་གཅིག་གཅིག་དེ་ནས་དེ་གི་ད་ཁྱད་ཆོས་མེད་པ་དེ་འདྲའི་རེད་འགྲོ་འདུག་བ། དེ་རེད་འགྲོ་འི་རེད་ཚང་མ་ལ་དེ་རེད་གི་ཡོད་འདུག་རེད།

དེ་དེ་ཚང་མ་ལ་དེ་ནས་སྐྱེས་ནས། ད་དེ་འདྲའི་ད་ལྟ་འདྲ་ཡིན་ན་དེ་ཚོ་ཡག་པོ་འདྲ་བོ་རེད་གི་འདུག་གི་རེད། དེ་ཡིན་ན་དེའི་སྐབས་དེ་ལ་དེ་ནས་ད་ང་ཚོ་དང་པོ་འགྲོ་བའི་གནས་སྐབས་ནས་དེ་ནས་ད་ལམ་ཁ་ཡག་པོ་ཟིག་ལ་ད་འགྲོ་དགོས་གི་འདུག་ང་ཚོའི་ལམ་ཁ་དེ་ད་རིགས་ཁྱེད་རྣམ་པ་གོང་ལ་དགེ་རྒན་ཚོ་ལ་དེ་ནས་ཚགས་གཞི། དེ་ནས་ང་ཚོ་བོད་ཀྱི་ཟ་མ་ལ་ཚགས་གཞི། ཚགས་གཞི་བཟོ་དགོས་གི་རེད་གསུངས་ནས་གསུངས་སོང་བ་དེ་ཏག་ཏག་རེད་ང་ཚོ་ཚགས་གཞི་དེ་ཡིན་རྒྱུ་མིན་རྒྱུ་དགོས་གི་འདུག་དེ་འདྲའི་ཡིན་དུས། ད་ང་ཚོས་བོད་པ་གི་ལས་ཀ་ཟི་ལས་ན་ག་འདྲི་རེད་ཟེར་ན་མང་ཆེ་ཤོས་ཟི་དེ་ནི་དག་ཆི་འདྲི་ཟི་རེད་ཟེར་ན་ད་ཉི་མ་གཅིག་གི་ནང་ལ་དེ་ནི་ཁེ་ཆེན་པོ་ཟི་ཡོད་ན་ད་ཚང་མ་གི་དེ་ནི་དག་ལས་དེ་ནི་ཉི་མ་གཅིག་གི་ནང་ལ་དེ་ནི་ཁེ་ཆེན་པོ་མེད་ན་དེ་ནི་བྱ་བ་གང་ལས་ན་རྒྱུན་འཁྱོངས་འདྲ་བོ་དུ་རྩ་བ་ནས་ང་ཚོ་དེ་ནི་དག་བྱེད་ཐུབ་གི་མི་འདུག་བ་རེད་རྒྱུན་འཁྱོངས་དུ་ང་ཚོ་ལ་རྩ་བ་ནས་བྱེད་ཐུབ་གི་མི་འདུག་དེ་མ་ཐུབ་དུས་དེ་ནི་ང་ཚོ་ལ་དེ་ནི་འགྲན་རྩོད་གི་ནུས་པ་དུ་དག་རྩ་བ་ནས་དག་ད་མི་འདུག་རེད་ང་ཚོ་མཚམས་འཁྲིད་ལ་ཡོང་མཁན་གྱི་དག་མི་རིགས་དེ་དེ་ནི་དག་རྒྱ་མི་རིགས་དེ་རེད་དག་རྒྱ་མི་རིགས་ཟེར་ན་ལས་ཀ་གི་ཐོག་ལ་ཡིན་ན་དེ་ནི་འཛམ་བུ་གླིང་ལ་དེ་འདྲའི་ཕར་དེ་ནི་དག་སྐད་གྲགས་ཡོང་མཁན་གྱི་མི་རིགས་དེ་འདྲའི་ཟིག་རེད་ཁོ་ཚོ་གི་ལས་ཀ་ལས་གི་རེད་རྒྱུན་འཁྱོངས་བྱེད་གི་རེད་ལས་ཀ་ཡག་པོ་ཞིབ་མོ་དེ་འདྲའི་ལས་གི་རེད་འདྲ་མི་འདྲ་དེ་འདྲའི་དག་ལས་ཐབས་གི་རེད་དེ་ནི་དེ་འདྲའི་གི་དེ་ནི་དག་ནང་ལ་ད་ང་ཚོ་དེ་ནི་དེ་དེ་འགྲན་རྩོད་དེ་དག་བྱེད་དགོས་ན་ད་ང་ཚོའི་དེ་ནི་ལས་ཀ་ལས་ལུགས་འདི་ལ་བསམ་བློ་བཏང་ན་འགྲན་རྩོད་གི་ནུས་པ་རྩ་བ་ནས་མེད་མཁན། དེ་འདྲས་སུ་རེད་འདུག་བ་དེ་ཡིན་ན་ང་ཚོ་བས་ན་དེ་འདྲས་དེ་རྒྱ་གི་དེ་ནས་ལས་ཀ་ལས་ལུགས་ཀྱི་སྐོར་དེ་ལ་སོགས་པ་ཁ་ཤས་ཁ་ཤས་ཟིག་གི་སྐོར་ལ་ང་ཚོ་སློབ་སྦྱོང་བྱས་ན་དེ་ནས་དེ་དཔེ་ཡག་པོ་འདུག་རེད་དཔེ་ཡག་པོ་འདུག་དེ་ཡང་ཁ་ཤས་ཟིག་གི་ཐོག་ལ་བས་ན་དེ་ནས་ང་ཚོ་ཡང་རང་ལ་དེ་ང་ཚོ་མི་རིགས་རང་གི་དེ་ནས་རིག་གནས་དེ་རྒྱབ་ལྗོངས་བྱས་ཟེར་དགོས་ན་འདྲ་རྨང་གཞི་བྱས་ཟེར་དགོས་ན་འདྲ་དེའི་ཐོག་ནས་འགྲོ་དགོས་འདུག་རེད་དཔེ་བཞག་ན་ང་ཚོ་དེ་ནས་དེ་ད་གཟའ་མ་ཟིག་ལས་ན་ཕྱི་རེ་ཟེར་ན། སྤྱིར་བཏང་གི་ད་རེས་ཀུན་ལ་ཁྱེད་རྣམ་པ་ཁ་ཤས་ཡོད་དེ་གསུངས་སོང་དེ་ནས་གཅིག་པར་འགྱུར་རྐྱང་པ་གི་དོན་དག་བྱེད་ཀྱི་མེད་ཟེར་ནས་དེ་འདྲས་གསུངས་སོང་བ་དེ་གི་དེ་སྤྱིར་བཏང་གི་ང་ཚོས་དེ་ནས་དེ་གི་ད་ཟ་མ་ཟ་བཏུང་ཟེར་ཡ་དེ་དེ་གི་དེ་གི་ད་འཛམ་བུ་གླིང་གི་ཐོག་ལ་ཡིན་ན་རེད་གང་ལ་ཡིན་ན་ཐོན་ལས་ཧ་ཅང་གི་དེ་འདྲས་ཆེན་པོ་ཟིག་རེད་དེ་དེ་དཔལ་འབྱོར་གི་དོན་དག་རེད། ད་ཡིན་ནའང་དེ་ནས་དག་ད་དངོས་ནས་སྐྲག་ནས་དུ་ད་ལྟ་ང་ཚོ་དགོས་ཡ་དེ་གང་རེད་ཟེར་ན། ང་ཚོ་དེ་ནས་དུ་ཟ་མ་བཟོ་ན་འདྲ་ཚོང་རྒྱབ་ན་འདྲ་ལས་ཀ་གང་དང་གང་ཟིག་ལས་ན། གཙོ་བོ་དེ་ང་ཚོ་རང་གི་རིག་གནས་དག་དེ་ནས་དུ་བདམས་པ་བྱས་ནས་དེའི་ཐོག་ནས་ཅིག་འགྲོ་ན། དེ་དཔེ་ཧ་ལས་པ་གི་ལམ་ཁ་ཡག་པོ་ཟིག་དུ་ནས་འདུག། ལམ་ཁ་ཡག་པོ་ཟིག་འདུག་གནས་སྐབས་སུ་དེ་ནས་དུ་ད། གཅིག་རིག་གནས་འདྲ་མི་འདྲ་སྐད་ཆ་འདྲ་མི་འདྲ་དེ་འདྲའི་འོག་ཏུ་དོན་དག་གི་ཡང་གཅིག་ལམ་ཁ་ཡོད་ལ་མེད་ལ་འདྲ་བོ་དེ་འདྲའི་མང་པོ་ཡོང་གི་རེད་ད་ཡིན་ནའང་དེ་ནས་དུ་གཞིས་ཆགས་ནས་ང་ཚོ་ཕལ་ཧ་ལས་པ་གི་དེ་ནས་དུ་ལམ་ཁ་ཡག་པོ་ཟིན་འདུག་དེ་ང་ཚོ་ཕལ་ཕར་དེ་ནས་རྒྱང་རིང་པོ་དེ་ང་ཚོ་ཡག་པོ་དེ་ནས་རིག་གི་འདུག་རེད་དེ་དེ་འདྲའི་རེད་ད་དེ་གང་རེད་ཟེར་ན་གཙོ་བོ་དེ་ང་ཚོ་དེ་ནས་དྲང་བདེན་དྲང་བདེན་དེ་གཙོ་བོ་བཤད་ཀྱི་དེ་དཔེ་དཀར་ཆེན་པོ་རེད་ང་ཚོ་ཟས་ཁང་ལེན་མཁན་ཟིག་ཡིན་ན་དྲང་མོ་དང་བདེན་པ་བཟོ་ཀྱི་ད། གཙོ་བོ་ངོ་མ་ད་རུང་དེའི་ཐོག་ལ་ད་རུང་དེ་ཙི་ཡག་པོ་བྱུང་ན་དངོས་གནས་དྲང་གནས་བསམ་བློ་བཏང་ན་གཞན་ལ་དེ་འདྲའི་ཕར་ཕན་ཐོགས་ཡོད་མཁན་དཔེར་ན་ངའི་ཟ་མ་དང་འདི་འདྲའི་བཟོ་བཞག་ན་མི་གཞན་པ་ཚོ་ལ་ཁོ་ཚོ་ལ་ག་འདྲའི་ཕན་ཐོགས་ས་རེད་ཁོ་ཚོ་གི་ལུས་པོ་ལ་ག་འདྲའི་ཕན་ཐོགས་ས་རེད་ཁོ་ཚོ་གི་སེམས་ཁམས་ལ་ག་འདྲའི་དེ་འདྲའི་ཕན་ཕན་ཐོགས་ས་རེད་ཨོ་དེ་འདྲའི་གི་སྐོར་ལ་དེ་གཞན་གི་དེ་དེ་བསམ་པ་གཞན་ཕན་གི་དེ་བསམ་པ་བཟོས་དགོས་རེད་གཞན་ཕན་གི་བསམ་པ་དེ་གཙོ་བོ་བྱས་ནས་འགྲོ་ན།

འགྲོ་རྒྱུ་ལམ་ཁ་ཅིག་ཡོད་རེད་བ། ད་དེ་གང་རེད་ཟེར་ན། དེ་ནི་ད་གོ་ད་ཁ་ཁ་ཤས་ཁ་ཚང་དེ་རང་ཁ་ཤས་ཁ་ཤས་ཟིག་དེ་འདྲའི་ལམ་ཁ་ལ་འགྲོ་གི་ཡོད་རེད་དེ་ལམ་ཁ་དེ་ལ་སོང་དུས། ཨོ་དེ་ནི་ད་གང་ལྟར་དེ་ནི་ཉི་མ་གཅིག་ལ་མི་གོ་གཉིས་ལ་མི་གོ་ལོ་གཅིག་ལ་མི་གོ་གཉིས་ལ་མི་གོ་རེད་བ། དེ་ནི་ད་ཚང་མ་ག་ཧ་གོ་གི་རེད། དེ་ནི་ཚང་མ་ག་ཧ་གོ་ཚར་བའི་རྗེས་ནས། ད་ད་ལྟ་ཁ་ཚང་དེ་རང་དེ་ནི་ང་ཚོ་ཀྱི་བདམས་ཐོན་གྱི་དུས་རབས་འདྲ་བོ་འདི་འདྲའི་ཡིན་དུས་དེ་གཅིག་གི་ཧ་གོ་ཚར་ན་དེ་ནི་ཚང་མ་གི་དེ་ནི་ད་གོ་ད། ཧ་གོ་འགྲོ་འོང་འདུག་གོ་རེད་དེ་འདི་ཡིན་ཚར་དུས་དེ་ནི་རྗེས་ནས་དག་ང་ཚོ་ཡང་དེ་ནི་ཕམ་ཁ་གི་ལམ་ལ་དེ་འགྲོ་རྒྱུ་མ་གཏོགས་པ་དེ་ནི་དག་ཁེ་ཁ་ཟི་དེ་ནི་རྩ་བ་ནས་ཡོང་གི་མི་འདུག་ཨོ་དེ་འདྲི་ཟི་རེད་དག་དེ་ད་ལྟའི་དེ་མ་ཤེས་ང་ཚོ་རང་གི་དེ་ནི་འོག་གི་དེ་ནི་རིག་གནས་ལས་རྒྱུ་འབྲས་ད་ཚེ་སྔ་ཕྱི་ད་དེ་ནི་དག་ཞབས་ཉང་རྗེ་འདིའི་ཐོག་ནས་ཅིག་འགྲོ་ན་རེད་ཨ་གཅིག་ཤེས་ན་ང་ཚོ་མི་ཁ་ཤས་ཀི་བསམ་བློ་བཏང་ན་ད་དེ་ང་ཚོ་ཟབ་དོང་རིག་གནས་ཟེར་ན་དེ་ཐོན་ལས་ཟེར་རེད་ཨ་ཐོན་ལས་ཟེར་ཡ་དེ་དཔལ་འབྱོར་གི་དོན་དག་རེད།

ཁ་ཤས་ཁ་ཤས་སུ་དེའི་རྒྱུ་མཚན་རྒྱུ་མཚན་དེ་ལ་བརྟེན་ནས་ཁོ་སེམས་ཀྱི་ནང་ནས་སྡུག་བསྔལ་དེ་མི་འགྲོ་དགོས་རེད་རེད་དེ་དངོས་གནས་དྲང་གནས་ཡོད་རེད་དེ་དེ་དངོས་ཡོད་ཀྱི་གནས་ཚུལ་དེ་འདྲས་ཟིག་རེད་དེ་འདྲས་དེ་ལ་བསམ་བློ་བཏང་ནས་དེ་གི་ད་ངས་ག་འདྲས་བྱས་ན་ཚང་མ་ལ་དགའ་པོ་ཡོང་ས་རེད་ག་འདྲས་བྱས་ན་ཚང་མ་སེམས་སྐྱིད་པོ་ཡོང་ས་རེད་ག་འདྲས་བྱས་ན་ཚང་མ་སེམས་དགའ་པོ་ཡོང་ས་རེད་དེ་དེ་ལ་བསམ་བློ་བཏང་གཅིག་དེ་དེ་གཅིག་གཉིས་དེ་དེ་འདྲས་ད་རེས་ངས་ཟ་མ་དང་འདི་འདྲས་ཟིག་བཟོ་བཞག་ན་དེ་ཁོ་རང་གི་དེ་ཁོ་ཚོ་ཚོ་དེ་ནས་བཟའ་མཁན་དེ་ཚོ་གི་ལུས་པོ་ལ་ག་འདྲས་དེ་ནས་ཕན་ཐོགས་ཐོགས་ས་རེད།

ད་ལྟ། དེ་ནི། དེ་ནག་གཞོན་དེ་ཚོ་ཅུང་ཅུང་ཟུར་ཅུང་ཟུར་ཁེ་ལས་ཀྱི་སྐོར་ལ་བསམ་བློ་དེ་ཚོ་བཏང་ཡོང་གི་འདུག་ད་ལྟ་སྔ་མ་ཡིན་ན་ང་ཚོ་བཏང་གི་མ་རེད་རེད། སྔ་མ་ཡིན་ན་ང་ཚོ་ཡིན་གཅིག་མིན་གཅིག་རྒྱལ་ཁབ་ཀྱི་གཞུང་ལས་གཞུང་ཞབས་པ་ནང་ལ་དེ་ནི་འགྲོ་རྒྱུ་དེ་གཅིག་པུ་མ་གཏོགས་པ། བསམ་བློ་དེ་ནི་བཏང་གི་མི་འདུག་བ། ང་ཚོ་དཔེར་ན་དེ་ནི་འདི། བོད་སྨན་ལེན་མཁན་གྱི་དེ་ནི་ལྷ་ས་ལ་དེ་ནི་བོད་སྨན་ལེན་མཁན་གྱི་དེ་ནི་ཆོས་སྒྲོན་ཟེར་གྱི། དེ་ནི་ཨ་ཅག་ལ་དེ་འདྲས་ཟིག་ཡོད་དེ་ཁོ་རང་གི་དེ་ཟེར་གྱི་འདུག་ང་ཚོ། ཁོ་རང་གི་དེའི་སྨན་ཁང་གི་ནང་ལ་དེ་ནས་ལས་ཀ་ལས་མཁན་གི་དེ་ནས་དེ་གི་ད་ང་ཚོ་བོད་ལྗོངས་ཀྱི་དབུས་གཙང་གི་དེ་ནས་མི་མང་པོ་ཡོད་བློ་མྱོང་མང་པོ་ཡོད་ཟེར། ཡིན་ནའང་དེ་ནས་དེ་ཁོ་རང་གི་བསམ་བློ་དང་ན་ཁོ་རང་གི་དེ་ནང་བསྡད་ནས་ཚང་མ་སློབ་སྦྱོང་འདྲ་བྱས་དེ་ནས་དེ་ཚོ་ཡར་རྒྱས་འགྲོ་ན་ཚོང་རྒྱབ་ལུགས་ད་དེ་ཚོ་ལ་དེ་ཚོ་སློབ་སྦྱོང་བྱས་ན་མོ་རང་རང་ལ་དེ་རེ་བ་འདུག་ཟེར་ཡིན་ནའང་ཕ་མ་ཚོ་ག་འདྲས་ལབ་གི་འདུག་ཟེར་ན། ཨོ་ཁྱོད་ཡིན་གཅིག་མིན་གཅིག་ཡར་ཡོང་ནས་དེ་ནས་གཞུང་ལས་གཞུང་ཞབས་པ་ང་ནང་ལ་དེ་ནས་འགྲོ་དགོས་ཟེར་གར་དེ་མ་འགྲོ་ན་ང་གཉིས་ཕ་མ་དང་དེ་ནས་དང་བུ་རྒྱུད་ཀྱི་དེ་ནས་དང་འབྲེལ་བ་དེ་གཅོད་གི་ཡིན་ཟེར་ནས་ཨོ་འདི་ཞིག་དེ་གཅོད་གི་ཡིན་ཟེར་ནས་དེ་འདྲས་ཟེར་ནས་དེ་ནས་ད་ཚང་མ་ཕར་དེ་ནས་ཁྲིད་འགྲོ་གི་འདུག་ཟེར་རེད་དེ་དེ་འདྲས་རེད་སྔ་མ་ཡིན་ན་ང་ཚོ་ཚང་མ་ལ་དེ་མ་གཏོགས་པ་བསམ་བློ་ཡོད་མ་རེད་རེད་ད་ལྟ་ཡིན་ན་དེ་ནས་ཡང་དེ་དེ་ཡང་ཚང་མ་གི་སོ་སོ་བུ་གཅིག་དེ་ནས་ལས་ཀ་ཐོན་ལས་ཁེ་ལས་ཆུང་ཆུང་དེ་འདྲས་བཟོ་ཡ་ཆེན་པོ་བཟོ་དགོས་ཡ་ང་ཚོ་ད་རུང་མ་རྩ་ཡོད་མ་རེད། ཨ་ད་ཡིན་ནའང་དེའི་བསམ་བློ་དེ་ད་ལྟ་ཡོང་གི་འདུག་བསམ་བློ་དེ་ཡོང་ན། ཁེ་ལས་འདི་ལ་ཁེ་ལས་ཀྱི་རིག་གནས་སུ་ཡང་དཔེ་དཔེ་གལ་ཆེན་པོ་ཡོད་རེད། ཁེ་ལས་ཀྱི་རིག་གནས་སུ་ཡང། ང་ཚོ་ཡང་སྐབས་སྐབས་སུ་དེ་ནས་ཁེ་ལས་པ་དང་དེ་ཚོ་ལ་ཁ་བརྡ་འདྲ་བྱས་སློབ་ཁྲིད་འདྲ་བྱས་ན་དེའི་སྐོར་དེ་ལ་མང་པོ་བསྟོན་བཤད་བསྡད་ཀྱི་ཡོད་ཕན་ཐོགས་ཡང་དཔེ་མང་པོ་ཡོང་གི་འདུག།